བླ་རྒྱུད་འཛིན་མཁན་གཅིག་དང། དེ་ནས་འདུལ་འཇོམས་ཚང་གི་གདུང་རྒྱུད་འཛིན་མཁན་གཅིག་རེད་པ། ད་དེ་ཡིན་དུས་ང་རང་ཚོ་བོད་པ་གི་ཆོས་ལ་དེ་ནས་ཡོན་ཏན་ལས་ལྷག་ཟེར་ཅིག་རྒྱུས་པ་རྩ་ཆེན་པོ་དགོས་ཀྱི་རེད་པ། ད་ང་ཚོ་དེ་ནང་ནས་བཀའ་རྒྱུད་དང་རྙིང་མ་གི་ཆོས་འཛིན་བསྡད་མཁན་དེ་ཚོ་པདྨས་གསེར་གྱི་རྒྱུས་པ་དེ་གལ་ཆེན་པོ་རེད། འཇུས་པ། འཇུས་པ། རབ་ན་འཇུས་པ། དེ་ནས། དངོས་སུ་འཛིན་མཁན། དེས་མ་བྱུང་ན་ཡང་འཇུས་པ་པས་ཉེས་པོ། པས་གལ་ཆེན་པོར་བ། ད་དེ་ཡིན་དུས་ང་ནི་ཅིག་དང། ཡོན་ཏན་དང་ཉམས་ལེན་གང་ཡང་མེད། ཡིན་ན་ཡང་ད་ལྕགས་ཀྱུ་རིན་པོ་ཆེ། བདུད་འཇོམས་འཇིགས་བྲལ་ཡེ་ཤེས་རྡོ་རྗེ་ཀྱི་གདུང་རྒྱུད་དང་ཆོས་བརྒྱུད་གཉིས་ངེས་འཛིན་དུ་ཡོད་རེད། ང་རང་ཉམས་ལེན་གང་ཡང་མེད་ན། དེ་གིས་སྔོན་ནས་ཆེས་རྣམ་པ་ལ་ཆོས་འབྲེལ་འདྲ་པོ་ད་ཁོང་གིས་ང་ལ་ཅིག་ཚིག་གཉིས་གཅིག་གཉིས་ཀྱི་དོན་ཞུ་གསུངས་ཡོད་དོ་ངས་ཚིག་གཉིས་གཅིག་ཆོས་ཀྱི་འབྲེལ་བ་བྱ་ཡ་གི་ཆེད་དུ་ངས་ཕུལ་གི་ཡིན་ད། ཨོ་ཡ། ད་དེ་རིང་འདི་གུ་རུ་རིན་པོ་ཆེ་གི་གནས་ལ་དེ་ནས་ཚིག་བདུན་གསོལ་འདེབས་ཀྱི་ད། ཁྲིད་ལུང་བཟོ་གྲྭ་ཞིག་བསྡུར་དུས་ཅིག་སྐར་མ་གསུམ་ལས་མ་མང་བ་སྐར་མ་གསུམ་བཀག་ཤོག་ཨ།

ཚིག་དོན་གསོལ་འདེབས་ཀྱི་སྐོར་ལ་དཔེར་ན་ང་རང་ཚོའི་མི་ཕམ་རིན་པོ་ཆེ་གི་ཆོས་འབྲེལ་གནང་ཡོད་རེད་པ། ག་རེ་བོ་པད་མ་དཀར་པོ་གི་ཆོས་འབྲེལ་ཅིག་གནང་ཡོད་རེད་དེ་ག་ལ་དཔེ་རྗེས་ཤིང་བརྗེད་པར་ཡོད་རེད་ད་དེ་ག་ཚོད་ཞུ་ཡོད་ཀྱི་དུས་ཚོད་ཡང་མི་འདུག་ལ་དེས་ན་རྟེན་འབྲེལ་མ་ཆུང་ངུ་ཙམ་ཞུས་པ་ཡིན་ན། ད་ཚིག་དོན་གསོལ་འདེབས་དེ་ལ་འདོན་དུས་སྐབས་སུ་ཉམས་ལེན་གཉིས་ཡོད་རེད་ད། ཕྱི་ལྟར་དུ་དང་ནང་ལྟར་དུ་ཅེས་ན་ཡིན་ན་ཡང་འགྲིག་གི་རེད་ཡང་མེད་ན། དེ་ནས་ཐབས་ཀྱི་ཉམས་ལེན་དང། ཐབས་ལམ་དང་སྒྲོལ་ལམ་ཞེས་ནི་གཉིས་བཞག་ན་ཡང་འགྲིག་གི་འདུག་ཚིག་བདུན་གསོལ་འདེབས་དེ་ལ། ད་ཚིག་བདུན་གསོལ་འདེབས་དེ་ང་རང་ཚོ་མི་བྱ་དེ་ཚོ་གི་ད་ཆོས་ཞི་དྲག་ཧ་མ་གོ་ད་མི་བྱ་དེ་འདྲི་ཡོད་རེད་བ། གུ་རུ་རིན་པོ་ཆེ་ལ་དད་པ་ཡོད་དེ་ངས་དེ་ཚོ་གི་ཚིག་བདུན་གསོལ་འདེབས་དོན་ཅིག་འདོན་འགྲོ་དེ་སྐབས་སུ་དེ་ཐབས་ལམ་ཙམ་རེད་ཕྱི་ལྟར་དུ་རེད་ཕྱི་ལྟར་དུ་ཉམས་ལེན་ད་མི་བྱ་དེ་ཚོ་གི་ཞི་དྲག་ཞི་དྲག་ཧ་གོ་ཐུབ་གི་མ་རེད་བ། ཧུང་ཨུ་རྒན་ཡུལ་གྱི་ནུབ་བྱང་མཚམས་ཟེར་དུས་སྐབས་སུ་ད་ཨུ་རྒན་ཡུལ་ཟེར་མཁན་དེ་ད་ད་ལྟ་ང་རང་ཚོ་རྔན་མ་ཡིན་ན་རྒྱ་གར་ལུང་པ་བརྩི་གི་ཡོད་ས་ད་དེང་སང་ཕ་ཕ་ཀི་སི་ཐན་གྱི་ལུང་པ་འདི་པ་ཅིག་ལ་ཡང་ཁས་འདེགས་ཀྱི་ཡོད་ས་རེད་གུ་རུ་རིན་པོ་ཆེ་འཁྲུངས་ས་རུ་མ་ད་གུ་རུ་རིན་པོ་ཆེ་ཨུ་རྒན་གྱི་ཡུལ་ལ་འཁྲུངས་པ་རེད་ཟེར་ནས་ཨུ་རྒན་ཡུལ་གྱི་ནུབ་ཨུ་རྒན་ཡུལ་གྱི་ནུབ་དང་བྱང་གཉིས་ཀྱི་མཚམས་ལ་དེ་ནས་གུ་རུ་རིན་པོ་ཆེ་འཁྲུངས་པ་རེད་འཁྲུངས་པ་དེ་ག་འདྲས་སུ་འཁྲུངས་པ་རེད་ཟེར་ན་མེ་ཏོག་པདྨ་ནས་ཡང་འཁྲུངས་པ་རེད་ཅེས་ནས། དེ་ནས་དབུ་ཅན་ཡུལ་གྱི་ནུབ་བྱང་མཚམས། པདྨ་གེ་སར་སྡོང་པོ་ལ་ཡམ་སྲིང་མཆོག་གི་སྔོན་འགྲོ་ཉིད་དེ་ནས་པདྨ་གེ་སར་པདྨ་པདྨ་དང།